སྦྱར་བཞིན་གྱི་རི་མཐོང། ང་ནི་སྦྱར་བཞིན་གྱི་འོས་མི་ལ་ལོངས་སོང། ངོ་མཚར་ཆེ་བའི་སྦྱར་བཞིན་ལ། ང་ཁྱེད་ལ་དགའ་ཞིང་ཁྱེད་ལ་ཕངས། མ་གཞི་ངས་ཁྱེད་ལ་ཡིད་སྨོན་ཡང་ཤོར་སོང། ཁྱེད་ནི་ང་ཚོ་ལ་ཧ་ཅང་གི་དགོས་མཁོ་ཆེ་ཡ། ད་ཁྱེད་ཕེབས་ཤོག། ཁྱེད་མེད་པའི་ཕྱོགས་ཞེན་ལ་འབད་བརྩོན་དང་མི་མང་ལ་མགོ་སྐོར་ཡང་གཏོང་སོང་ལ། གྲང་རོགས་ཁྱིམ་མཚེས་ལ་འཁྲུག་རྩོད་དང་བཟའ་མི་བུ་ཕྲུག་ཀྱང་ཁ་འཐོར་ཡ་འཐོར་དུ་གཏོང་སོང། རྒྱར་ཞེན་ལ། ཆེད་མེད་པའི་རང་བྱུང་ལ་ངོ་ལོག་དང་ནང་ཁུལ་ལ་འཁྲུག་རྩོད་ཀྱང་སློང་སོང་ལ། རང་བཙན་པའི་འཐབ་རྩོད་ལ་གནོད་ཤུགས་དང་སྡང་གཟུགས་ཀྱང་ཤེས་སོང། ཡ་མཚན་ཆེ་བའི་རྒྱ་གཞན་ལ་ཆེད་མེད་ན་རང་རང་བཙན་ལ་བདག་པོ་མི་འདུག་ཁྱེད་ནི་ང་ཚོ་ལ་ཧ་ཅང་གི་གུས་མཁོ་ཆེ་ཡ་ད་ཆེད་ཕེབས་ཤོག། ཁྱེད་མེད་པའི་བླ་གྲྭ་ལ་དད་ལོག་དང་འཚེ་སྨད་ཀྱང་བཤད་དུ་བཅུག་སོང་ལ། རྒྱལ་སྤྱིའི་པར་ལ་འབུར་འཇོམས་དང་ཁྲིམས་གཏུགས་ཀྱང་བྱས་སོང། རྒྱལ་གཞན་ལ། ཁྱེད་མེད་པའི་དྲང་བདེན་དང་ལྷག་བསམ་གྱི་རིན་ཐང་ཡང་བརླག་ཏུ་བཅུག་སོང་ལ། བླ་སྤྲུལ་གྱི་མཚན་སྙན་དང་ཆོས་སྐྱོང་སྲུང་མ་ཡང་བེད་སྤྱོད་ལོག་པར་བཏང་སོང། རིན་ཐང་ཆེ་བའི་རྒྱལ་གཞན་ལ། ཁྱེད་མེད་ན་དྲང་བདེན་དང་ལྷག་བསམ་ལ་རིན་ཐང་མེད། ཁྱེད་ནི་ང་ཚོ་ལ་ཧ་ཅང་གི་གུས་འཕོ་ཆེ་ཡ་ད་ཁྱེད་ཕེབས་ཤོག་ཁྱེད་མེད་པའི་དགོན་པའི་ཁྲིམས་སྒྲིག་དང་བླ་སློབ་ཀྱི་དམ་ཚིག་ཀྱང་བེད་སྤྱོད་ལོག་པར་བཏང་སོང་ལ་གདན་སའི་མཚན་སྙན་དང་དགེ་འདུན་པའི་མཐུན་ལམ་ཡང་བརླག་ཏུ་བཅུག་ལ་ཉེ། རྒྱལ་གཤེན་ལགས་ཁྱེད་མེད་པའི་རྒྱལ་གཤེན་གྱི་སྙིང་སྟོབས་དེ་ཡང་ཕྱོགས་ཞེན་གྱི་ཤོག་རུས་ལ་སྒྱུར་སོང་ལ། འགོ་ཁྲིད་རེ་ཟུང་གིས་སྤྱི་སེམས་དང་དྲང་བདེན་གྱི་འགན་ཁུར་དེ་ཡང་སྐྱག་རྫུན་དང་གཡོ་ཇུས་བླ་མ་འཚེ་མེད་ཞུས་པའི་ངོ་བོར་བསྒྱུར་ཏེ་ཞྭ་མོ་ནག་པོ་གཡོགས་སོང། བོད་ཤི་རེ་ཁོ་རྒྱལ་གཞན་ལ་བྱེད་མེད་ན་དྲང་བདེན་ནི་འགྲོ་ས་མི་འདུག་ལ་གནས་ལུགས་ཀྱང་བཤད་ས་མི་འདུག་བྱས་ནི་ང་ཚོ་ལ་ཧ་ཅང་གི་དགོས་མཁོ་ཆེ་ཡ་ད་ཁྱེད་ཕེབས་ཤོག། ཁྱེད་ནི་གངས་ཅན་པའི་མཐུན་སྒྲིལ་གྱི་སྤྱང་ཐག་གཅིག་པོ་དེ་ཡིན་ལ། རང་བཙན་འཐབ་རྩོད་པའི་གསོན་ཤུགས་ཀྱི་ནུས་པའི་ཉང་ཁུ་ཡང་ཡིན། རྒྱལ་གཤེན་ལགས། ཁྱེད་ནི་ཡེ་ཤེས་ཤི་གསོན་དཔའ་བོ་དཔའ་མོ་ཡོངས་ཀྱི་སྙིང་སྟོབས་ཡིན་ལ། ང་ཚོ་གངས་ཅན་པ་ཡོངས་ལ་དགོས་མཁོ་ཆེ་བའི་དགུན་དུས་ཀྱི་ནོར་བུ་ཡང་ཁྱེད་ཡིན། རྒྱལ་གཤེན་ལགས། བཀའ་དྲིན་ཆེ། ཁྱེད་མེད་ན་བོད་རྒྱལ་ཁབ་ཆེན་པོའི་རྩ་དོན་གྱི་འཐབ་རྩོད་ལ་ནུས་པ་མེད་ལ་ཕྱོགས་གསུམ་གཅིག་སྒྲིལ་ཡང་དཀའ་ཡ། བོད་ཀྱི་ཆོས་དང་རིག་གཞུང་ནི་དེ་བས་ཀྱང་ག་ལ་ཡོད། ཁྱེད་ནི་ང་ཚོ་ལ་ཧ་ཅང་གི་དགོས་མཁོ་ཆེ་ད་ཁྱེད་ཕེབས་ཤོག་དཀོན་མཆོག་མཁྱེན། རྒྱལ་གཅེས་པ་རྒྱལ་ལོ། བདེན་པ་རྒྱལ་ལོ། བོད་རྒྱལ་ལོ། ཕྱི་ལོ་ཉིས་སྟོང་ཉེར་གཅིག་རྩ་དྲུག་ལོ་ཟླ་སྟོང་བའི་ཚེས་བཅུ་གཉིས་ཉིན། གནས་མཆོག་རྡོ་རྗེ་གདན་ནས་བྲིས། ཚིག་རྩོམ་པ་པོ་དང་སྙན་ངག་གྱེར་འདོན་པ་སྐབས་བཅུ་བཞི་བའི་མདོ་དུས་སྤྱི་འཐུས་འོས་མི་དཔལ་རི་བཀྲ་ཤིས་དོན་འགྲུབ་ཡིན། ཐུགས་རྗེ་ཆེ།
བཀྲ་ཤིས་དོན་འགྲུབ་ལགས་ནི་རྫ་ཆུ་ཁ་ཁྲི་མདོ་རྫོང་དུ་འཁྲུངས་བ་དང་ད་ཆ་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བདེ་སྐྱིད་སླར་གསོའི་ནང་གནས་སྡོད་གནང་བཞིན་པ་རེད་འདུག་ཁོང་གིས་བོད་དུ་ནང་ཆོས་ལ་ལོ་བཅུ་གཉིས་ལྷག་སློབ་སྦྱོང་གནང་བ་དང་དགའ་ལྡན་བཤད་སྒྲུབ་ཐུབ་བསྟན་འཕེལ་རྒྱས་གླིང་དུ་དཔེ་ཁྲིད་ཀྱི་དགེ་ལོ་བཞི་ལྷག་གནང་འདུག། རྒྱ་གར་ལ་བྲེལ་བྱོལ་རྗེས་ཤེས་རབ་དགའ་ཚལ་གླིང་དུ་དབྱིན་བོད་གཉིས་ལ་སློབ་སྦྱོང་གི་གོ་སྐབས་ཐོབ་འདུག་པ་དང་དེ་ནས་མི་ལོ་ཉི་ཤུ་རྩ་དྲུག་ལྷག་ཙམ་རིང་འཚེམ་དྲུབ་ཀྱི་ཉམས་ཞིབ་དང་ཚོང་ལས་ཟུང་འབྲེལ་གྱི་ཉམས་མྱོང་བསགས་པ་མ་ཟད་པར་ལེན་དང་པར་དང་ཡི་གེ་བཟོ་བཀོད་སོགས་ཀྱི་ཉམས་ཞིབ་དང་ཚོང་ལས་བཟོ་འབྲེལ་གནང་བཞིན་པ་རེད་འདུག་ཀྲེཤ་དོན་གྲུབ་ལགས་ཀྱིས་སྦེལ་ཀོབ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་དང་ལོ་བཞི་ཙམ་གྱི་རིང་རྒྱ་བལ་འབྲུག་གསུམ་གྱི་གསར་འབྱོར་བའི་དཀའ་ངལ་སེལ་ཆེད་དྭང་བླངས་སྤྱི་ཚོགས་ཞབས་ཞུ་གནང་བ་མ་ཟད་གསར་འབྱོར་སྐྱིད་སྡུག་གསར་འཛུགས་ཀྱི་སྐབས་གསུམ་ཙམ་གྱི་ཚོགས་གཙོའི་ལས་སྣེ་བཞེས་དང་བཞེས་མུས་རེད་འདུག། དེ་བཞིན་ལོ་གཉིས་རིང་བདེ་སྐྱིད་སླར་གསོའི་རང་བརྟེན་ཚོགས་ཆུང་གི་ཚོགས་མི་དང། ལྷོ་སྣེ་རྫ་ཆུ་ཁའི་སྐྱིད་སྡུག་ཚོགས་པའི་སྐབས་དང་པོའི་ཚོགས་གཞོན་གནང་བ་དང་སྐབས་གཉིས་པའི་ཚོགས་གཞོན་དང་རྩིས་པ་གཅིག་ལྕོགས་གནང་འདུག།